གཟིགས་མཁན་རྣམ་པ། དེང་རབས་ཚན་རྩལ་གྱི་འཕེལ་འགྱུར་དང་བསྟུན་ནས་བདེ་ལེགས་བོད་ཡིག་གི་ཡིག་གཟུགས་འདི་རྩིས་འཁོར་མ་ལག་གི་ནང་ནང་འཇུག་བྱེད་པའི་གོ་རིམ་འདི་འབྱིན་ནའང་འགྱུར་ལྡོག་ཟིག་མང་ཟིག་བྱུང་ཡོད། དཔེར་ན། ཐུང་ཡོན་འདྲ་པན་འདྲི་ད་ལྟ་བའི་འཇིགས་ན་ད་འདིའི་རྩིས་འཁོར་མ་ལག་ནང་ནང་འཇུག་བྱེད་པའི་བོད་ཀྱི་ཡིག་གཟུགས་ཆེས་སྔ་ཤོས་དག་རེད། ཡིན་ན་ཡང་ཨ་མི་རི་ཀའི་བྷི་རན་ཀུང་སིས་བིན་མདོ་སུ་མ་ལག་ནང་ནང་འཇུག་བྱེད་པའི་ཧི་མ་ལ་ཡའི་ཡིག་གཟུགས་འདི་བྱུང་བ་ནས། བོད་ཡིག་གི་ཡིག་གཟུགས་འདི་དཀྱིལ་འཁོར་མ་ལག་ལ་ནང་འཇུག་བྱེད་པའི་ཚན་རྩལ་གྱི་ཆུ་ཚད་གསར་བ་ཟིག་ལ། དེའི་འཕྲོ་བའི་ལྟ་ཀློག་ལེབ་མ་ལག་གི་ནང་གི་བོད་ཀྱི་ཡིག་གཟུགས་ཀྱི་སྒྱུ་རྩལ་འདི་ཡིན་རྒྱུ་ན་ཡང་སྐས་རིམ་ཟིག་གསར་བ་ཟིག་སླེབས་འོག་གི་རེད་དེ་ནི་དེ་རིང་གི་ལེ་ཚན་ནང་ཨ་མི་རི་ཀའི་བྷི་རན་ཀུང་སིས་བིན་མདོ་སུ་མ་ལག་གི་ཁྲོད་ཀྱི་ཧི་མ་ལ་ཡའི་བོད་ཀྱི་ཡིག་གཟུགས་གསར་སྐྲུན་པ།

སྔོན་ནས་མི་སྣང་ཞིང། ཡི་གེ་འདྲ་མི་འདྲ་དང། སྐད་འདྲ་མི་འདྲ་དང་རིས་མི་འདྲ་མི་འདྲ་ཁོ་རང་དངོས་གནས་དྲ་གནས་བྱས་ན་ཁོ་རང་རྟགས་ཤིག་མ་རེད་ངོ་ཞིག་མ་རེད། ངོ་ཞིག་མ་རེད། རྩིས་ཆས་འཕྲུལ་ཆས་ཅི་རེད་བཅའ་ལག་ཅི་རེད་ཁོ་རང་ངོ་ཤེས་ཡ་དང་ཡང་མེད་ན་ཁོ་རང་རྟགས་ཐུག་ཡ་ཨ་ཧ་གུ་ཡ་དེ་ཅི་མི་ཚེ་ཡོད་མ་རེད་ཨ་འགི། ཅི་ཁོ་ཡི་ཨ་འགི་མི་ཚེ་ཧ་གོ་མ་རེད། ཨ་འགི་མ་གཏོགས་ཧ་གོ། ཨ་འགི་མི་ཚེ་གཞན་པ་ཅི་ཧ་གོ་མ་རེད། ད་ཨ་འགི་ལ་ཆ་ཚང་ཧ་གོ་གི་མ་རེད།

ཁྲི་བཅུ་ཁྲི་ཉི་ཤུ་དག་གི་ལུང་ཚིག་ངོ་ཞིག་མ་རེད། ཨ་ནི་ང་ཚོས་གཞན་པ་དེ་ཅི་ཁོ་ཁོ་རྩིས་བརྗོད་དང་ག་རེ་ག་རེ་ཚན་རིག་གི་རྩིས་བརྗོད་ཞིབ་འཇུག་ཆེད་མམ་བྱེད་ཐུབ་ཀྱི་རོགས་བ། ཨ་ནི་དེ་གིས་ང་ཚོ་སྐད་ཆ་བཤད་ཤེས་ཀྱི་མ་རེད། ཨ་ནི་ང་ཚོས་དེ་ཅི་ཁོ་གི་དེ་ཡི་རི་དེ་ཡི་གི་ང་ཚོ་བོད་ཡིག་ཡིན་ན་རྒྱ་ཡིག་ཡིན་ན་དབྱིན་ཡིག་ཡིན་ན་དེ་དེ་ནང་ལ་བེད་སྤྱོད་དང་ཐག་གཅོད་བྱེད་ཡག་དང་དེའི་སྐོར་སྐད་ཆ་ཉུང་ཉུང་ཅིག་བཤད་བྱ་ནི་ལུགས་དགུ་ནི་འགྲིག་གི་རེད།

ཚོ་དཔག་གིས་ཁོ་ཚོ་དེར་འདུག་རེད། བྱས་ཙང་ང་ཚོའི་དེའི་ཟུར་ན་ཁོ་ཚོ་དེར་འདུག་རེད། འོ་དེ་དེ་སྐད་ཆ་དེའི་དེའི་ཐོག་རེད། བྱས་ཙང་ཨ་ལོ་ལེ་ནཱ་ལ་བོད་ཡིག་ཡིན་ན་རྒྱ་ཡིག་ཡིན་ན་ཡིག་རིགས་ཧུང། བེད་སྤྱོད་བཏང་མཐའ་སྤྱོད་བྱས་ན། སྣ་ཁ་སྐྱིད་དུ་དེ་བྱས་པའི་གཉིས། ཡག་བརྗོད་ཡ། ཨ་ལོ་ལེ་ནཱ་ཡག་བརྗོད་དེ་ཨོ་ངས་བརྗོད་པའི་ཀ་ཡིན། རྒྱ་ཡིག་གི་ཀྲུང་མན། ཨོ་ངེས་འཇལ་ཡོད་མ་ཡིན་འཇལ་ཡིག་གོ་མེད་ཨོ་ངེས་འཇལ་ཨེ་ཡིན་དཀའ་མེད་ཁོས་ངོ་ཤེས་ཆོག་གི་རོགས་འདྲ་མི་ལ་ཡི་གི་གང་གི་ལ་ཡ་རྒྱག་ཐུབ་པ་ནང་བཅུག་བྱེད་ཐུབ་པ་དེ་ཉིན་པ་རེད་ལས་ཀ་ཉིན་མ་ལས་ཀ་གསུངས་པ་དེ་ནང་ལ་ལོ་ལེགས་ནང་ལ་ཁོ་རང་མྱང་ཐུབ་པས་གསོ་ཆས་རེད་ནང་གསོ་ཆས་སུ་ཡོར་བ་ཨོ་དེ་ནང་ལ་ངེས་འཇལ་པོ་དེ་གི་མྱང་ཐུབ་པས་གསུངས་པ་མཉེན་ཆས་འདྲ་མི་འདྲ་བཟོས་ནས་དེ་གི་བེད་སྤྱོད་བཏང་ཐུབ་པས།

དང་ནི་ཇི་ལྟར་ཐག་གཅོད་བྱ་བ་དང་ཡང་ན་དེའི་ཆེད་ལས་ཞིབ་འཇུག་བྱེད་གང་ནུས་ན་དེའི་སྐོར་ངས་གསལ་བཤད་བརྩིས་ཡོད་ན། བོད་ཡིག་ཀློག་ཀླད་ནང་ལ་གི་བོད་ཡིག་གི་དེའི་ཨན་རྟགས་ཀྱི་ཚད་གཞི། རྒྱལ་ཁག་གི་ཚད་གཞི་དང་རྒྱལ་སྤྱི་གི་ཚད་གཞི་མ་ཆགས་གོང་ལ། རེད།
ང་ཚོ་ཧ་གོ་རོགས་དེའི་མཉེན་ཆས་འདྲ་མི་འདྲ། མཉེན་ཆས་འདྲ་མི་འདྲ་ཡོད་རེད་བ། བོད་ཡིག་མཉེན་ཆས་རྒྱ་ནག་ཡིན། ཕྱི་རྒྱལ་ཡིན། བོད་ནས་ཡིན། དེ་འདྲ། བཅུ་གྲངས་ཆགས་ཏེ་ཡོད་རེད། ངའི་ཧ་གོ་ལ། མཉེན་ཆས་འདྲ་མི་འདྲ། མཉེན་ཆས་འདྲ་མི་འདྲ་ཡི། ག་རེ་ཟེར་ན་ཁོ་འདྲ་མི་འདྲ་ཟེར། ཁོ་གཙོ་བོ་དེའི་ནང་ལོགས་ཀྱི། གཙོ་བོ་གི་དེ། བོད་ཡིག་ལ་ཨན་རྟགས་སྤྲད་ཡག་གི་དེ་ཨང་ཀི། མ་འདྲ་བ་ཆགས་ཏེ་ཡོད་རེད། སྤྱི་རྒྱུགས་མ་ཡིན་པ་ཆགས་ཏེ་ཡོད་རེད། ཧན་བྱས་ན་དེ། པེ། ཉག་ཕྲ་ཆེན་པོ་ཆགས་ཏེ་ཡོད་རེད། བོད་ཡིག་བེད་སྤྱོད་འདྲ་མཉམ་དེ་གི།

མིག། ང་ཚོ་གང་གི་ལ་ཧག་གི་ཡོད་རེད་གཞུང་གི་ལ་ཧག་གི་ཡོད་རེད། སྤྱི་སྟོང་དགུ་བརྒྱ་དགུ་བཅུ་དགུ་བཞི་ལུགས་ལོ་མཇུག་དགུང་ལྔ་ལུགས་ཀྱི་ལུགས་མགོ་རྩེ་རྗེ་ཁག་གི་དེ་རྗེ་སི་སྤྱི་བྱེ་ཁང་འོག་གི་འབྲེལ་ཡོད་སྡེ་ཚན་ཁག་ཁ་ཤས་ཀྱིས་འདི་འདྲ་ང་ཚོ་ཀྲུང་གོ་རྗེ་ཁག་གི་དེ། བོད་ཡིག། ཙི་ཁོ་ཨན་ཏཱ། ཚད་གཞི་ཞིབ་འཇུག་ཚོགས་པ་ཚོ་ཆུང་སམ་ཚོ་ཚོགས་པ་རེད། ཨ་ནི་ང་ཚོ་ཞིབ་འཇུག་ཚོ་ཆུང་འདི་གི་ལས་ཀ་ལོ་གཉིས་བྱས་ནས་ལས་ཀ་དེ་བྱས་ཚར་བ་བྱས་པ་རེད། ཨ་འདི་ནང་ལ་ལས་ཀ་བྱེད་དུས་དེ་ལས་ཁུངས་འདྲ་མོ་འདྲ་ཡོད་རེད་ང་ཚོ། ང་ཚོ་ལས་ཁུངས་ཀྲུང་གོ་བོད་རིག་པ་ཞིབ་འཇུག་ལྟེ་གནས་བོད་ལྗོངས་བློ་གྲྭ་ཆེན་མོ། ཕི་ཇོ། མཚོ་སྔོན་གྱི་བླ་གྲྭ། ནུང་ཆུང་མི་རིགས་བོད་བླ་གྲྭ་ཆེན་པོ། རྒྱ་ནག་ནས་ཡོད་པའི་ཀུང་སི་སྐད་གྲགས་ཆེན་མོ་བོད་ཡིག་མཉེན་ཆས་གཟུགས་ཉར་མྱོང་ཡོད་པ་དེ་གིས་ཁོ་ཚོ་ལ་དེའི་ནང་ལ་ཚོད་ལྟ་ཡོད་རེད་ཁོ་ཚོས་དེ་མཁས་པ་དང། དེའི་སྒང་ཁུར་དེ་ནས་ཚོད་ཨང་ང་ཚོ་དེའི་ཞིབ་འཇུག་ཚོགས་པ་གིས་དེའི་སྐོར་ལ་ལས་ཀ་ཧུར་ཐག་བཟའ་ཆེད་ལོ་གཉིས་ལྟར་ལོ་བརྒྱ་བྱས་པ་རེད། ཚོགས་འདུ་འདྲ་མིན་ཞིབ་འཇུག་ཚོགས་འདུ་ཐེངས་མང་པོ་ཚུགས། དྲོད་ལེན་ཚོགས་འདུ་ཚུགས། ཞིབ་འཇུག་བཅས་ཕྱི་རྒྱལ་དུ་ཕྱི་རྒྱལ་གྱི་ཚད་ལྡན་ཚོགས་པ་རྒྱལ་སྤྱིའི་ཚད་ལྡན་ཚོགས་པ་དང་འབྲེལ་བ་བཟོས། ག་འདྲས་ཀྱི་ཡིན་ནའང་ཞུ་གི། ང་ཚོ་ཚད་ལྡན་དུ་དེ་མ་བཏོན་ཐུབ་པས་རྒྱལ་ཁ་ཚ་ཡག་ཕུལ། རྒྱལ་ཁ་དེ་མ་ཆ་སྒྲགས་དང་ཁས་ལེན། ཨ་ཏུ་སི་ང་ཚོ་དེ་རྒྱལ་ཁ་གི་དེ་ཚད་ལྡན་དུ་ཆགས་པ་རེད་གཉིས་སྟོང་གཅིག་སྟོང་དགུ་བརྒྱ་དགུ་བཅུ་དགུ་བདུན་ལོ་དེ་ལོ་གཉིས་རྗེས་ལོ། ལང་སང་རྒྱལ་སྤྱིའི་གི་ཚད་གཞི་ཚུགས་པ་ལ་ལང་སང་ཀྲུང་གོ་གི་གཞུང་གི་ཚད་གཞི་ཡིན་ཙང་ཁོ་ཚོ་ལ་ཁས་ལེན་དུ་ཕ་རྒྱལ་སྤྱིའི་གི་ཚད་གཞི་བྱ་བ་རེད། བྱས་ཙང་ང་ཚོ་བོད་ཡིག་འཛམ་གླིང་ན་དེ་ལོ་ལེགས་ཡིན་ན་ག་རེ་ཡིན་ན་དེ་ན་འཛུགས་ཡག་གི། སྤྱི་རྒྱུད་ཀྱི་ཚད་གཞི་གཅིག་ཡོད། ཚད་གཞིར་ག་གཅིག་གྱུར་གྱི་ཚད་གཞི་རེད། དཔེ་གལ་ཆེན་པོ་རེད། ཧ་མ་ལ་ཡའི་ཡུལ་འདི་ཐོག་དང་བོ་ཁྱོད་རང་གཉིས་ཀྱི་གསར་གཏོད་ཡིན་མོད་ཁྱོད་རང་གཉིས་ཀྱི་གསར་གཏོད་ལས་ད་འདི Windows གི་མ་ལག་ནང་བཞག་ན་རེད། དེ་ན་ཁྱེད་འདི་གི་ད་འདི་ཨ་མི་རི་ཀ་གི Veyron ཀུང་སི་གི Windows གི་མ་ལག་སོགས་ནང་འདིའི་ནང་ད་ཧ་མ་ལ་ཡའི་ཡུལ་འདི་གསར་གཏོད་བྱེད་ནུས་པ་གོ་རིམ་དང་གི་ཆོག་ཡང་ཉུང་འདིའི་ཚིག་བཤད་ན། ང་ཚོ་དེ།
སྤྱི་སྟོང་དགུ་བརྒྱ་དགུ་བཅུ་དགུ་བདུན་ལོ་ལ་ང་ཚོ་རྒྱལ་ཁག་གི་དེ་བོད་ཡིག་རྩིས་འཁོར་གྱི་ཨང་རྟགས་ཀྱི་ཚད་གཞི་བྱ་ཚར་བ་རེད། རྒྱལ་ཁག་གི་དེ་བཟོས་ཚར་རྒྱལ་ཁག་བཟོས་ཚར་མ་ཚད་རྒྱལ་སྤྱིའི་གི་དེ་ལ་བྱ་ཚར་ནས་རྒྱལ་སྤྱི་ལ་ཆ་སྒྲགས་བཏང་ནས་རྒྱལ་སྤྱིའི་གི་དེ་ང་ཚོ་བོད་ཡིག་གི་ཨང་རྟགས་ཚད་གཞི་ལ་ཡོད་རེད།

ཡན་ཅིན་མན་གྱིས་དེའི་བེད་སྤྱོད་བཏང་ནས་བོད་ཡིག་འདི་ན་རྒྱ་ཆོས་རྗེ་རི་བོ་ཟེར་ནས་དེ་འདྲ་ཞུ་གི་འདུག་ང་ཚོ་སུ་སུ་བོད་ཡིག་མཉེན་ཆས་ཟུར་ལ་འདི་ཀོ་བསྟན་ནས་བྱེད་དགོས་ཀྱི་རོ། ཡིན་ན་ང་ཚོའི་བསམ་པ་དེ་ང་རང་སུ་སུ་དེ་དེ་ནི་བསམ་པ་དེ་རེད། ད་བོད་ཡིག་ཚད་གཞི་ནི་ཡོད་རེད། རེད་པ་ཨ་མདའ་གི་ཚད་གཞི་ནི་ཡོད་རེད། ཡིན་ན་ང་ཚོ་སུ་སུ་གི།

ཏི་ཀིའི་གླུ་ལེན་ནི་བོད་ཡིག་ཡོག་མ་རོ་བ། ཁྱེད་ཚང་ངས་འདི་འདྲ་དྲན་ཟིན་ད་ཡིན་གྱི་མེད་ཀྱི་དེའི་བཟོས་ཚར་སོང་ནས་རྗེས་ཁག་གི་བསྟན་དེའི་བཟོས། རྗེས་སྤྱིའི་ཚད་གཞི་ཚུགས་པ་ལ་བསྟན་དེའི་བཟོས་ཨ་དེ་རེད། ཡིན་ན་ཡང་རྗེས་མང་དེའི་གླུ་ལེན་ནི་ཡང་རྒྱ་ཆོས་བྱས་ནི་གླུ་ལེན་ནི་ཡང་སྨྱན་བྱེད་བཟོས། མ་ལག་བཟོས་ནི་མ་ལག་ནི་ཡང་སྤྱོད་ཐུབ་ནི། ངས་བསམ་པ་དེ་ལམ་སང་སོ་སོ་ལ་སྒུག་གི་ཡོད།

ཡན་ལག་ཡོར་བ། ཝི་རན། ཀྲུང་གོ་ཡན་ལག་ཚོང་ཁང་སུ་ཡོར་བ། ཁོ་ཚོ་ཤེས་ག་འདུག་ཨང་ཁོ་ཚོ་ལ་ཁས་ལེན་གི་འོ་དེ་རྗེས་ཕྱོགས་བྱེད་དགོས་ཀྱི་འདུག་འོ་དེ་རྗེས་ཕྱོགས་བྱེད་ཡག་ཡིན་ཟེར་ཞིག་བཤད་གི་ཨང་ང་ཚོ་ལ་དེ་ཁྱེད་ཚང་དངོས་གནས་དེ་ཁྱེད་རང་ཚོ་ཝི་རན་གི་བོད་ཡིག་དེ་ཡག་རྗེས་ཕྱོགས་བྱེད་ནས་ཁྱེད་རང་ལ་ཕན་ང་ཚོ་དེ་བོད་ཡིག་བེད་སྤྱོད་བཏང་ཉིན་དེ་ག་ལ་ཕན་གི་འདུག་ཨང་ཁ་རེ་ཟེར་ཁྱེད་རང་ག་རེ་ཕན་ཟེར་དེ་རྗེས་ཁག་གི

ཝུའུ་རང་གིས། ཚོང་ཁང་གཙོ་བོ་ནང་ལ་ཁོང་ཚོས་ཐག་བཅད་ཀྱི་རེད་ཟེར་ནས་ང་ཚོ་ལན་དུ་བརྗོད་སོང་ལུས་ཉེས་མེད་བཅས་ལ་ཞུ་སྐུལ་ང་ཚོས་ཐག་བཅད་མི་འདུག་ཨ་ནི་ངས་ཨོ་ཁེ་ཨ་ནི་ང་ཨ་ཁོང་ཚོ་རྫིས་ག་འགྲོ་གི་འདུག་ཁོང་ཚོ་ཨ་རི་འགྲོ་ནའང་ག་རེ་ང་ག་ནས་འགྲོ་ནའང་ཨ་ནི་ཚོ་རྩིས་པ་རྩིས་ཐ་ཤི་རྩིས་ཨ་ནི་སློབ་སྦྱོང་བྱེད་ག་འགྲོ་ཨ་ནི་ང་ཕིག་གི་ཨ་རིའི་ཝེར་ཇི་ནི་ཡཱ་ཡུ་ནི་ཝེར་སི་ཏི་ནང།

གཉིས། ཡིད་སུ་ཅི་བཟོ་ཡི་གེ་མ་བགྲང་ཐུག་ན་སྙིང་རེ། ཨན་འདི་ང་ཚོ་ཡི་གེ་གི་ཡི་གེ་ཡི་འདྲ་མི་འདྲ་དེ་ཚིག་སྐྱེལ་ཡག་དང་ཚིག་འབྲུ་སྐྱེལ་ཡག་དང་དེ་གི་གི་ལུགས་སྲོལ་དང་དེ་གི་ཇི་ཡོར་བ་ཨོ་དེ་གི་ཡ་ལོ་ལེ་ནང་ལ་ཁ་ཤས་ཅི་ཡག་ལུགས་ཆགས་སོང་ཨན་ཚ་བ་རེད་ཨན་བོད་ཡིག་བེད་སྤྱི་བཏང་ཐུག་བྱེད་དང་ཁོ་ཚུགས་བཟུང་ནས་དཔེ་ལས་སླ་པོ་འཇོག་པ་འཛམ་གླིང་སྤྱི་བེད་སྤྱི་བཏང་ཐུག།

ལ་དྭགས་ལྷག་སོང་ནས་ང་ཚོ་མ་ཡོང་ད་དུང་ཟླ་བ་བཞི་ལྔ་དུ་བྱས་ཡོད་ཨ་ངས་ཟླ་བ་བཞི་ལྔ་ནང་ཁོ་ཚོ་འདི་འདི་ཐད་གཞུང་འདི་བཟོ་བཅོག་བྱེད་ཡག་དང་ཡིག་གཟུགས་བཟོ་ཡག་དང་ཆ་ཚང་གྲ་སྒྲིག་བྱས་ནས་ཨ་ཉིན་མོ་གཅིག་ང་ཚོ་མ་ཡོང་གོང་ལ་འདི་གི་ཨ་རིག་གི་སི་ཡ་ཐུ་ཁོ་ཚོ་ཚོང་ཁང་གི་གཙོ་བོ་འདིའི་འདི་ནང་ལ་ང་སྐད་བཏང་སོང་ཨ་ཁོ་ཚོ་འདི།

ཁྱེད་རང་ཚོས་བཟོ་སྟངས་དང་བཟོ་ལུགས་གང་ལྟར་ནས་ངས་བོད་ཡིག་ཡིག་སུ་དུག་སུ་བཟོ་གི་དུག་སུ་ཡིག་བཟོ་གི་ཨ་ནི་དེ་ཚད་གཞི་གི་སྒོ་རྒྱལ་སྤྱིའི་ཚད་གཞི་ཡུག་ནི་ག་དུག་གི་ལྟར་ནས་ངས་ཆ་ཤས་དུག་སུ་ཡིག་སུ་དུག་སུ་ཡིག་ཧ་ལང་ངས་སྐར་མ་ཉི་ཤུ་ཡར་བཤད་ཡོད་མ་རེད་འོར་བསྡད་ཀྱང་ཁོང་ཚོ་ཉན་ཉན་ཁོང་ཚོ་དེ་ལས་ཀ་བྱེད་ཉན་དེ་སྤྱི་ཁོག་ལག་རྩལ་མཁས་པ་ཡོག་ག་གོ་ལ་དེ་ལས་མི་སོང་ཤི་ཚེ་ལས་སོ་ངས་དེ་ཆ་ཤས་དེ་ཉན།

གཙོ་བོ་དེ་ཡིས་སུ་དུ་ཟུ་ཡ་རེད་ཧི་མ་ལ་ཡ་སུ་ཡོར་བ་ཧི་མ་ལ་ཡ་བོད་ཡིག་ཧི་མ་ལ་ཡ་ཡིས་སུ་སུ་ད་ད་ཁོང་ཚོ་བོད་རང་གི་བོད་ཡིག་ཡིས་སུ་རེད་ཨ་ནི་ཞུ་གུ་ང་ཚོ་ཡོང་དེ་དེ་ལས་གོ་ནི་བསྡད་དེ་ཨ་ནི་ལས་ཀ་བྱས་ཨ་ནི་དེའི་ཐོག་ལས་ཀ་དེ་བྱས་ཕྱི་ད་ད་བ་ཁ་ཤས་ཕྱིན་ཚར་སོང།

ད་བོད་ཡིག་གི་ཁུར་གི་ཐེ་བྱུང་གི་ཚད་གཞི་འདི་དག་ཅིག་རྒྱལ་ཁབ་རིམ་པའི་ཁུར་གི་ཚད་གཞི་བྱས་ན་ཡར་ནོར་གི་འདིའི་སོགས་གི་ཡང་ཞིག་ཞིབ་འཇུག་གི་དུས་སྐོར་གི་སྐབས་དག་ཡིན་ན། ཁྱེད་རང་གི་ཐེ་བྱུང་གི་གཟུགས་ངའི་ཐེ་བྱུང་གི་གཟུགས་ཁོ་རང་ཀུང་སིའི་ཐེ་བྱུང་གཟུགས་ཡང་སྙན་མང་གི་འདིའི་ཡང་ཡག་པོ་མ་རེད། ཡི་གེ་གི་ཨང་གྲངས་ཨང་རྟགས་དང་འདིའི་ནང་བཞིན་ཡང་འཁྲུག་འགྲོ་གི་རེད། འཁྲུག་འགྲོ་གི་རེད། ཡང་གནས་ཚུལ་མང་པོ་ཡོང་གི་རེད། ཁྱེད་རང་ཐེ་བྱུང་གི་གཟུགས་ཡག་ཐེ་བྱུང་ཟེར་ན་ད་ཐེ་བྱུང་གང་ལ།

དེའི་ཐོག་ལ་སྐད་ཆ་བཤད་ཞིབ་འཇུག་བྱས་ཚུལ་དེ་ལན་ཚོགས་འདུ་ཞིབ་འཇུག་ཚོགས་འདུ་ཐེངས་བཞི་ལྔ་ཚུགས་པ་རེད་དེའི་ལས་ཀ་དེ་རྣམས་མ་རེད་བ། རེད་རེད་གསུངས་དེ་ཐེ་ཞུང་གི་དེ་ཐེ་ཞུང་སྒང་ལ་བོད་ཡིག་དེ་རྣམས་མ་བཞག་ཡག་དེ་སྒྲིག་བཀོད་བྱས་ཡག་དེ་བོད་ཡིག་ག་འདྲ་བཞག་ཡག་དེ་ང་ཚོ་ཕར་ཚུར་ཆ་ཚང་ཁས་ལེན་སྐད་ཆ་བྱུང་ན་རེད་དེ། ཚད་ལྡན་དེ་ཆགས་པ་རེད་བ། ཨོ། ཁྱེད་ཚང་ང་ཚོ་འདིའི་ཐོག་རེ་འགའ་དེ་འདྲ་ག་པོ་བྱུང་མ་སོང་ལུག་གཅིག་གི་ནང་ལ་ཉིས་སྟོང་ལུག་ལྔ་ནང་ལ་ཐག་བཅད་ཐུག་ཉིས་སྟོང་དྲུག་ནང་ལ་ཐག་བཅད་ཚ་ཞིང་ཆུ་ཚོད་པ་ཨ་ཞུང་ཚོ་རྗེ་ཁ་ཞུང་ཚོ་ཡག་ཕུ། ཨོ། རྗེ་ཁ་གི་ལུག་གཉིས་སྒུག་ནས་ཨ་ཐག་བཅད་འདུག་མ་ཆ་འདྲ་བཏང་སོང་ཨོ། བོད་ཡིག་གི་ང་ཚོ་རྗེ་ཁ་གི་དེ་ཞུང་གི།

ལ་འདྲི་ཡིས་འདི་ནང་འཇུག་བྱེད་ཐག་གི་དེའི་སྐོར་ལ་ངས་ངའི་གོ་ཡར་དུ་ཀུང་སི་ཁ་ཤས་ཀྱིས་ཞིབ་འཇུག་བྱས་འདུག་འདུག་ཡིན་དེ་གཞུང་གིས་དེའི་ཐོག་ལ་སྐད་ཆ་དེ་འདྲ་གོ་མ་སོང་གཞུང་གིས་རྒྱ་ཕྱོགས་དངུལ་བཏང་ནས་དེ་ཡིན་དེ་ཀུང་སི་དེ་གིས་ཞིབ་འཇུག་ཁ་ཤས་བྱེད་ཉེན་གྱི་འདུག་ཨོ་སི་ཀི། ཨ་རིའི་མཛའ་ཞིང་ཚིག་པའི་གཟིམ་གྱི་གཏམ་པ་ད་ནི་དེ་རིང་གི་རོ་ལངས་ལན་ཚིག་མཚམས་འདི་གི་འདུག་ག་ཐང་ངས་བྱིས་མའི་ལན་ཚིག་གི་ནང་ཡང་སྤྱིར་རྒྱལ་དར་དེ་མོ་ཞེས།